ཨ་ནི་འདི་ན་འཛུལ་ཞུ་བྱེད་ཀྱི་འདོད་པ་ཅི་དང་ཨ་ནི་དབྱིངས་རོལ་གྱི་ཁ་བ་ན་བསླེས་སོ། བཏང།
ངེད་ཀྱི་སྤྲོ་སྣང་དེ་ཞུ་དུས་བརྩམས་པ་ནམ་གྱིས་ང་རང་སྤྱི་བཏང་ནས། བཏང། ང་རང་ཚོ་ཚང་མ་སློབ་སྦྱོང་བྱེད་ཉིན་འདི་བརྩམས་པ། ང་རང་སྤྱི་བཏང་ནས་ག་རེ་ཟེར་གོ་རེད་ད། རྩོམ་རིག་ཡིན་ན་རེད། ལོ་རྒྱུས་ཡིན་ན་རེད། ལྟ་གྲུབ་ཡིན་ན་རེད། ཚན་རིག་ཡིན་ན་རེད། ཆོས་ལུགས་ཡིན་ན་རེད། སྐད་ཡིག་ཡིན་ན་རེད། དེ་ཚོ་གི་བརྗོད་བྱ་ག་རེ་ཡིན་ན་གང་དེ་ཤེས་ཡོན་དང་འབྲེལ་བ་ཡོད་རྒྱུ་གི་བརྗོད་བྱ་གང་ལ་ང་རང་སྤྲོ་སྣང་ཡོད། སྤྲོ་སྣང་ཡོད་བ་མ་ཚད་དེ་ཡང་ང་རང་དམིགས་བསལ་གྱིས། གཅིག། བརྗོད་བྱ་ག་རེ་གང་ལ་བརྗོད་བྱ་ཟེར་གོ། བརྗོད་བྱ་ག་རེ་གང་ལ་སློབ་སྦྱོང་བྱས་ནས་དེ་གི་གནད་འགའ། དེ་གི essence ཟེར་གོ། དེ་གཅིག་མགོ་ཚད་ལ་ང་རང་སྤྲོ་སྣང་ཡོང་ཅིག་དྲི་བ་མང་པོ་བཏང་ཡ་ད། དེ་གང་ལ་དོགས་པ་མང་པོ་བྱས། དེ་སྤྲོ་སྣང་ཚོ་ད་ལྟ་གི podcast འདི་དེ་དང་འབྲེལ་བ་ཡོད་ཙང་ང་རང་ཡིན་ནས་དེ་ཨ་ནི་གལ་ཆེན་པོ་མཐོང་ནས་འདི་ལ། podcast འདི་གི་ད་ཆ་ཤེས་འགྲོ་ཅིག་དེ་ལན་གཉིས་འགྲོ་སོང། ཨ་དེ་གང་ལ podcast འདི་གི་མིང་འཁུར་བ་དྲི་བ་དྲི་བ་རེད་འདུག་ཨ།

དེ་ཡིན་ཙང། ངའི་བསམ་ཚུལ་ལ་ད་འདི་ནང་བཞིན་གྱི་ཅིག་ང་གཉིས་ཀྱིས་དེ་འདྲའི་སྒང་ལ་སྐད་ཆ་མང་པོ་བཤད་ཅིག་དང། དྲི་བ་མང་པོ་ཅིག་བཏང་པ་ཡིན་ན་ཨ་ནི་ང་རང་ཉིད་དུ་ཡིན་པ་བྱས་ཨ་ནི་ཉེ་ངན་ལ་ཡང་ཕལ་ཆེར་དེ་འདྲའི། དྲི་བ་བཏང་ཡས་ཀྱི་གོ་སྐབས་འགྲོ་ཅིག་སླད་ཡོང་གི་རེད་བསམ་པའི་ངའི་རེ་བ་དེ་འགྲོ་ཅིག་ཡོད། ཨ་ནི་ང་རང་ད་འདི་ནང་ལ་ད་ཅིག། དབྱིངས་སླད་བཏང་འགྲོ་ཅིག་ད་དེ་འདྲའི་འགྲོ་བའི་ཐོག་ནས་སླད་སོ་ཞུ་ཡ་ཡིན།

དྲི་བ་ག་རེ་དེ་གང་ལ་བསམ་བློ་ཞི་དྲག་བཏང་གི་མི་འདུག་ཨ་ད་ང་རང་གི་བསམ་བློ་དང་བཙན་པ་དངོས་ནས་སློབ་སྦྱོང་ལས་དེ་ཅིས་བཙན་པ་དྲི་བ་ལས་དེ་བཏང་དྲི་བ་དེ་ལས་ནས་ལྷག་དེ་དྲི་བ་དེ་གནད་འགག་རེད་དྲི་བ་བཏང་ཡ་དེ་ག་ནས་དྲི་བ་བཏང་ཡོང་དེ་བཙན་པ་ཨ་ནི་ལན་མང་པོ་ཅིག་དེ་ནས་དྲི་བ་བཏང་ཡོང་དེ་བཙན་པ་ལན་མང་པོ་ཅིག་ཁ་ཆེ་ཡོང་གི་འདུག་ཨ་སྒོ་ཆེ་ཡོང་གི་འདུག་ཨ་དེ་གང་ལ་སློབ་སྦྱོང་བྱེད་ཉིན་ཅིག་ནས་བཙན་པ་ཤེས་ཡོན་ལ་དོ་སྣང་འོང་ཉིན་ཅིག་བཙན་པ་ཨ་ནི་དྲི་བ་བཏང་ཡོང་དེ་བཙན་པ་དྲི་བ་དེ་གས་ཨ་ནི་ང་རང་ཚོ་གི་མི་ཡིན་ན་གུ་ཡངས་པོ་ཆགས་ཐུབ་ཡ་ད

ཕལ་ཆེར་ད་ཤི་ཡིན་སློབ་སྦྱོང་གི་ནང་ནས་ད་གནད་འགག་ཆེ་ཤོས་དེ་དྲི་བ་དང་ཡིན་དྲི་བ་དང་ཡིན་ཙང་ཨ་ད་རེས་ཀྱི་ང་གཉིས་ཀྱི Podcast འདི་མིན་ལ་དྲི་བ་དྲི་བ་ཟེར་ནས་མིང་དེ་ད་དེ་ངས་ཏག་ཏག་ནོར་བསྡད་ཀྱི་འདུག་བསམ་གྱི་འདུག་མིང་དེ་འཚམ་པོ་འདུག་ད་གང་ལྟར་མིང་དེ་འཚམ་པོ་རེད་བསམ་གྱི་འདུག་ཨང། ཁྱོད་རང་གི་ངས་ནི་དྲི་བ་ལ་ཡ་དེ་ཁྱོད་རང་གི་བསམ་ཚུལ་ག་རེད་ཡིན་དྲི་བ་ཟེར་ཡ་དེ་ལ་ཁྱོད་རང་གི་བསམ་བློ་བཏང་དང།
ཡ། ད་ང་གཉིས་ཀྱིས་ད Podcast ལ་མིང་ག་རེ་བཏགས་དགོས་ཡོད་མེད་སྐད་ཆ་བཤད་ཡོང་དུས་ད་ང་གཉིས་ལ་བསམ་ཚུལ་མང་པོ་སླེབས་སོང་བན་ཆེ་ཞེ་ན་ད་དྲི་བ་འདི་ནང་ལོགས་ནས་ཅིག་དྲི་བ་རེད་དོགས་པ་ལ་ཡ་ད་འདི་ནང་བཞིན་དེ་འདྲའི་མང་པོ་སླེབས་སོང་མིན་ད་ངའི་བསམ་པ་ལ་ད་དྲི་བ་ལ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་བསམ་གྱི་འདུག་གང་ཡིན་ཞུས་པ་ཡིན་ན་ད་ང་རང་གིས་ཅིག་བསླབ་གྲྭའི་གི་ཉམས་མྱོང་ནས་བཤད་པ་ཡིན་ན། ག་དུས་ཡིན་པ་ཡིན་ན་ཅིག་སློབ་ཚན་ག་འདྲ་ཁྲིད་པ་ཡིན་ན་འདི་ནང་ལ་ཅིག། དྲི་བ་བཏང་བ་ལས་དྲི་བ་དེ་གི་ལན་འདི་གལ་ཆེ་ཡིན་པ་སོགས་རེ་སྐད་ཤེས་གི་འདུག་ག་དུས་ན་ཅིག་དེ་འདྲ་ཡིན་པའི་བསམ་ཚུལ་རོལ་གྱི་ཡོད་ཁྱོད་ཀྱི་ང་རང་ཉམས་ཚོར་འདི་འདྲ་བྱུང་སོང། ཡིན་པ་ཡིན་ན་ད་དེ་ནས་ད་ངའི་སློབ་ཚན་རུ་དཔེ་ཆ་བཞག་པ་ཡིན་ན་དངོས་ཁམས་རིག་པ་རུ་དཔེ་ཆ་བཞག་པ་ཡིན་ན་ད་དེ་ནས་དེ་ནང་ལ་ཅིག་སློབ་སྦྱོང་གཏིང་ཟབ་རུ་ཟབ་རུ་འགྲོ་དུས་རང་བཞིན་གི་ད་ག་རེ་ཤེས་སོ་ཞེས་པ་ཡིན་ན་ང་རང་ཚོས་ཤེས་པ་ལས་མ་ཤེས་པ་མང་ཡོད་པ་ཅིག་ང་རང་ཡི་མགྱོགས་ཚོར་འདི་འདྲ་ཆུ་ལས་སོ། དེ་ཡིན་དུས་མ་ཤེས་པ་དེ་ཤེས་པ་སུ་རེད་ལ་མ་ཤེས་པ་ཅིག་ཤེས་ལ་མ་ཤེས་པ་དེ་ག་རེ་རེད་ལ་དྲི་བ་མ་བཏང་བ་ཡིན་ན་ཡོང་མ་རེད་བསམ་གྱི་འདུག་དེ་ཡིན་ཚེ་དྲི་བ་ལས་དེ་གཅིག་སོ་སོའི་གི་བསམ་བློ་བཏང་ཡིན་བསམ་བློ་བཏང་སྟངས་གསར་པ་ག་འདྲས་ཅིག་ཁྱེད་ཡོང་བ་ཡིན་ན་གསར་བརྗེ་ག་འདྲས་ཅིག་ཡོང་བ་ཡིན་ན་དེ་གི་འགོ་བཀྲོལ་ཏེ་དྲི་བ་ག་འདྲས་བཏང་མ་བཏང་ལ་རག་ལེགས་རེད་བསམ་གྱི་འདུག།

ནང་ལ་སྐད་ཡིག་བོད་ཆུ་བཏང་སྟངས་ཐོག་ལ་ཁྱེད་རང་གི་བསམ་ཚུལ་ག་རེ་ཡོད། ད་ངེད་ཀྱི་བསམ་ཚུལ་ཁ་བསྡུ་ཞུ་ཡ་ན་འདི། སྐད་ཡིག་དེ་ཕྱོགས་གཅིག་ནས་ང་རང་ཚོ་བོད་པ་གི་སྤྱི་ཚོགས་འདི་ང་རང་ཚོ་གི་གནས་སྟངས་དམིགས་བསལ་གི་ཆབ་སྲིད་དང། རིག་གཞུང་དང། ཁོར་ཡུག་གི་གནས་སྟངས་བྱས་ནས་ང་རང་ཚོ་གི་སྤྱི་ཚོགས་དེ་སྐད་ཡིག་སྣ་འཛོམས་གི་སྤྱི་ཚོགས་གཅིག་རེད་སྐད་ཡིག་སྣ་འཛོམས་རེད་བ།

ཨ་ནི་སྐད་ཡིག་གཅིག་གང་ལ་བྱས་ཏེ་ཟིན་པ་བརྗོད་བྱ་དེ་ཚོའི་མང་པོ་ཅིག་མཚམས་མཚམས་ལ་སྐད་ཡིག་གཉིས་གསུམ་མཉམ་པོ་བཀྲི་དགོས་པ་བྱུང་གི་འདུག་དཀའ་ནི་ཐ་སྙད་ཁ་ཤས་ལྟར་སྤྲོས་པའི་ན་རེ་སྐད་ཆ་ཁ་ཤས་སྐད་ཡིག་བོད་ཡིག་ནང་ལ་ལྷག་ཨིན་ཇི་ནང་ལ་འགྲེལ་བཤད་ཡག་ཡོང་ཐུབ་ཡ། ཡང་ཁ་ཤས་བོད་ཡིག་ནང་ཨིན་ཇི་ལས་ལྷག་བོད་ཡིག་ནང་འགྲེལ་བཤད་ཡོང་ཐུབ་ཡ་རུ། དེ་ཅིག་བསམ་པ་ངས་སྐད་ཡིག་དེ་བཀྲི་བཀྲི་བྱས་ནས་འགྲོ་ཐུབ་ན་ཡག་པོ་ཡོད་རེད་བསམ་སྐད་ཡིག་དེ་ང་གཉིས་ཀྱི་སྒང་ལ་ཡོད་རྒྱུ་སྐད་ཡིག་དེ་ཚང་མ་བེད་སྤྱོད་བཏང་ཐུབ་ན། ད་ང་རང་གཉིས་ཀྱིས་བོད་སྐད་ཤེས་ཀྱི་ཡོད་རེད་ཨིན་ཇི་ཤེས་ཀྱི་ཡོད་རེད་ཨ་དེ་གང་ལ་ད་དུང་སྐད་ཡིག་གཞན་པ་ཡིས་ཤེས་དགོས་ན། ང་རང་ཉིད་ལ་ཡོད་རྒྱུ་སྐད་ཡིག་དེ་བེད་སྤྱོད་བཏང་ནས་ཨ་ནི་ང་ཉིད་ལ་ཡོད་རྒྱུ་གི་ཤེས་བྱ་དེ་སྐད་ཡིག་དེ་ཚོའི་བརྒྱུད་ནས་མར་སྟོན་ཅེས་ཨ་ནི་དྲི་བ་དང་ཡ་ཅོར་བ་དེ་སོང་ཙང་ངས་སྐད་ཡིག་སྒང་ནས་འདི་ལ་ཡིན་ཅིང་ཅིག་སྐད་ཡིག་གཅིག་དེ་གཙང་མ་ཅིག་ཤེས་གོ་ལེ་མ་ཚད་ནས་སྤྱི་བཏང་ནས་དང་པ་ལེ་སྐད་ཡིག་གཙང་མ་ཤེས་གོ་ལེ་དེ་ལྟར་དྲི་བ་དེ་དྲི་བ་དེ་དྲི་བ་དཔེ་ཆེན་པོ་ཅིག་རོ་ད་ཅིག་སྐད་ཡིག་གཅིག་གཙང་མ་ཤེས་གོ་ལེ་བརྩམས་པ་ག་རེ་ལབ་གོ་ལེ་དེ་གི་ད Boundary དེ་ག་རེ་རེད་ལ་ཡ་ཅོར་སྐད་ཡིག་གཙང་མ་བྱས་དེ་གི་ས་མཚམས་དེ་ག་འདྲི་ཞིག་རྒྱག་གི་ཡིན་པས་ག་འདྲི་ཞིག་ལབ་གོ་ལེ་ཡ་ཅོར་ག་དེ་ཚོ་དྲི་བ་ཡང་དྲི་བ་དེ་དྲི་བ་རུ་བ། དེ་ཡིན་ན་གང་དེ་སྐད་ཡིག་དེ་ག་གཉིས་ཀྱི་ཉམས་སད་བྱས་ནས་སྐད་ཡིག་ག་རེ་ཡོད་རྒྱུ་དེ་ང་རང་གཉིས་ལ་སྐད་ཡིག་ག་རེ་ཡོད་རྒྱུ་དེ་སྤྲད་ཁྲིད་བཏང་ནས་བཤད་ཐུབ་ན་ཡག་པོ་ཡོད་བསམ་ན་དེ་ང་རང་ཚོ་བོད་པ་གི་ཁྱིམ་ཚོགས་ཀྱི་ད་ལྟ་གི Reality དེ་དེ་རེད་སྐད་ཡིག་སྣ་འཛོམས་ཅིག་རེད་འདུག་སྐད་ཡིག་རྐྱང་པ་གཅིག་གི་ནང་ལ་ང་ཚོ་བསྡད་ཀྱི་མི་འདུག་འབྲེལ་བ་ཚང་མ་སྐད་ཡིག་སྣ་མང་རེད་འདུག་དེ་སོང་ཙང་ངེད་ཀྱི་སྐད་ཡིག་དེ་ཉམས་སད་བྱས་ནས་ཡོང་ཐུབ་ན་ཡག་པོ་ཡོད་རེད་བསམ་འདུག་ཨ་ནི་ཁྱོད་རང་གི་བསམ་ཚུལ་ག་རེད་འདི་ག་ལ།
རེད་ད་ང་ཚོའི་གི་ད Podcast དེ་འགོ་བཙུགས་བའི་དམིགས་ཡུལ་དེ་ག་རེད་ཞུས་པ་ཡིན་ན་ད་དྲི་བ་བཏང་ཡས་དེར་བ་དྲི་བ་བཏང་ཡས་དང་དོགས་པ་ལང་ཡས་དེ་དེ་ཡིན་དུས་དམིགས་ཡུལ་དེ་སེམས་ལ་བཞག་ནས་ནི་ང་ཚོའི་གི་གང་ཐུབ་ཐུབ་ཀྱི་ཉེས་ངས་མང་པོ་ཅིག་ལ་ཁྱབ་ཡས་གི་ད་དམིགས་ཡུལ་དེ་འདྲ་རེད་ཕྱིར་བ་རེད་བ་དེ་འདྲ་ཕྱིར་བ་ནི་དེ་ཡིན་དུས་ང་ཚོའི་སྤྱི་ཚོགས་ནང་ད་རང་བཞིན་གི་ད་སྐད་ཡིག་གཅིག་རང་མ་རེད་སྐད་ཡིག་འདྲ་མིན་སྣ་ཚོགས་བེད་སྤྱོད་བཏང་དགོས་རོ། དེ་དང་མཐུན་པའི་ཐོག་ནས་གལ་སྲིད་ང་ཚོའི་སྐད་ཡིག་དེ་ཚོ་བེད་སྤྱོད་བཏང་ཐུབ་ན་ངས་ཡག་གི་རེད་བསམ་གྱི་འདུག་གཉིས་པ་ནས། ང་ཚོའི་བརྗོད་བྱ་མང་པོ་ཐོག་ལ་སྐད་བཤད་གི་རེད། དེ་ཡིན་དུས་ངའི་བསམ་པ་ལ་སྐབས་རེ་སྐབས་རེར། བརྗོད་བྱ་དང་མཐུན་པའི་སྐད་ཡིག་དེ་རང་བེད་སྤྱོད་བཏང་ཤེས་ན་ཡག་གི་རེད་བསམ་གྱི་འདུག། དཔེར་ཆ་བྱས་པ་ཡིན་ན་གལ་སྲིད་ང་ཚོས་ཚན་རིག་ཐོག་ལ་སྐད་ཆ་བཤད་པ་ཡིན་ན། ཨ་ནི་ཚན་རིག་གི་ཐ་སྙད་མང་པོ་འཇུག་ཡོད་རོགས་ད་ཨིན་སྐད་ནང། དེ་ང་ཚོས་ད་དཔེར་ཆ་བྱས་ན་བོད་སྐད་ནང་ཚུགས་ཨུ་ཚུགས་རྒྱ་ཆེ་ཚུགས་སྐད་འགྱུར་བྱས་དེ་བོད་ཆ་བཏང་པ་ཡིན་ན་ངས་བསམ་པ་ལ་ཅིག་ཕན་ཐོགས་པ་ལས་ཕལ་ཆེར་སྣོད་མང་སྐྱེས་ཡོང་བསམ་གྱི་འདུག་ང་ཚོས་དྲི་བ་བཏང་ཡ་དང་དོགས་པ་སློང་ཡ་གི་དམིགས་ཡུལ་དེ་ལ། དེ་ཡིན་དུས་ཨ་ནི་སྐད་ཡིག་དང། རྗོད་བྱེད་དང་མཐུན་པའི་ཐོག་ནས་སྐད་ཡིག་དེ་བོད་ཆ་བཏང་ན། ཕལ་ཆེར་ཨ་ནི་ཉེས་ངན་དེ་ཚོ་ལ་ཕན་ཐོགས་ཀྱི་རེད་ལ།

གཉིས་པ་ནི་ང་ཚོའི་ཤེས་སྤྱོད་ཅིག་དང་བཤད་སྟངས་ཅིག་དང། དེ་ནང་ལ་བཤད་བྱ་སྤྱོད་ཀྱི་བརྗོད་བྱ་ཀྱི་ཐོག་ལ་བསམ་ཚུལ་དང་བསམ་འཆར་དེ་འདྲ་ཡོད་པ་ཡིན་ན། གང་མང་མང་ཅིག་ང་ཚོ་ལ་དེ་བསམ་འཆར་གནང་རོགས་གནང་ཞུ་བ་ཡིན། དོན་འདྲ་ཞིག་ལ་ཁྱེད་རང་གིས་ཞུ་བ་ཡོད། ངས་འདི་ཞུ་དགོས་བསམ་སོང། ད་གིན་ང་གཉིས་ཀྱི Podcast འདིའི་མིང་ལ་དྲི་བ་རེད།

ང་གཉིས་ཀྱི་ལན་ཅིག་སྤྲད་གི་རེད་ཟེར་ཞོར་ག་རེ་ནས་བརྗོད་བྱ་གང་ལ་ལན་སྤྲད་གི་རེད་ཟེར་འགྲོ་ཡང་ན་ང་གཉིས་ཀྱི་དེ statement འགྲོ་ཅིག་སྤྲད་གི་རེད་ཡང་ན་ང་གཉིས་ཀྱི། བགྲོ་གླེང་བཅས་བརྗོད་བྱ་དེ་གང་ལ conclusion འགྲོ་ཅིག་སྤྲད་གི་རེད་ཡང་ན་ང་གཉིས fact truth དེ་མ་རེད། དེ་དམིགས་ཡུལ་ཁོ་ར་དེ་མ་རེད་ག་རེ་དམིགས་ཡུལ་ཁོ་ར་དེ་ཡིན་ན་ནི་དང་པོ་ནི་ཕལ་ཆེར་ང་གཉིས་འགའ་འགྲོ་གི་རེད་དང་པོ་ནི་ཁོ fact ག་རེ་ཡིན་པ་ཐག་བཅད་ཤེས་ན་དེ་གང་ལ་བགྲོ་གླེང་ཧེ་ཤི་ཏྲ་བྱེད་དགོས་ཡོད་མ་རེད་རྟོགས་པ་བླང་དགོས་ཡོད་མ་རེད་དེ་སོང་ཙང་ང་གཉིས་ཀྱི་དམིགས་ཡུལ་ཁོ་ར་དྲི་བ་བཏང་ཡོད་དེ་རེད་རྟོགས་པ་བླང་ཡོད་དེ། དོགས་པ་ལང་གི་ལང་གི་ཨ་ནི། དོགས་པའི་བུ་ནི་ཨ་ནི་ང་ཚོ་གི་མཚམས་མཚམས་ལ་ལན་དེ་འདྲའི་རྙེད་སྲིད་པ་རེད་མཚམས་མཚམས་ལ་དེ་ནི་བདེན་པ་དེ་འདྲའི་ཆུན་ཆུན་དེ་འདྲའི་རྙེད་སྲིད་པ་རེད་བདེན་པ་ཆུན་ཆུན་དེ་འདྲའི་རོ་ཆེན་པོ་ཧ་གོ་མེད་དེ་སོང་ཙང། དམིགས་ཡུལ་དེ་ཡིན་ཙང་ཨ་ནི་དང་པོ་ནི་ངེད་གཉིས་དེ་ཚོ་གི་བསམ་བློ་བུ་ལས་ང་གཉིས་ཀྱི་དོགས་པ་ལང་གི་འདུག་ལས་ཅིག་རོ་ཨ་ནི་དེ་རེད་སྒང་ལ། ད་ནི་ཁྱོད་རང་གི་ཤེས་བ་ནང་བཞིན་གྱི། ང་གཉིས་ཀྱི་འདི་དངོས་གནས་ཀྱི་འདི་མ་རེད་ང་གཉིས་འདི་གང་ལ Expert ཡིན་ལས་ཅིག་རོ་ང་གཉིས་ཀྱི་བརྗོད་བྱ་བཤད་ཡོད་དེ་མ་རེད་ང་རང་གཉིས་འདི་གང་ལ་སྤྲོ་སྣང་ཡོད་རེད་ཨ་ནི་དོ་སྣང་ཡོད་རེད་དེ་གང་ལ་ཨ་ནི་ང་རང་གཉིས་ནམ་རྒྱུན

གནས་ཚུལ་དེ་ཚོ་ལ་དྲི་བ་བཏང་ཆེད་དོགས་པ་བསླངས་ཆེད་དཔྱད་པ་མ་བྱས་པ་ཡིན་ན་མི་ཚེ་འདི་ཁྱོད་རང་གིས་ཅིག་འཚོ་བའི་ཨ་ནི་རྒྱུ་མཚན་ཡོད་མ་རེད། དེའི་སྙིང་པོ་ཡོད་མ་རེད། དེ་ཡིན་ཙང་མི་ཚེ་འདི་དྲི་བ་བཏང་ཡ་རེད་དོགས་པ་བསླངས་ཡ་རེད་ད་ཁོ་རང་གི་ལྟ་སྟངས་དེ་སྤྱི་བཏང་ནས་ལྟ་ཚུལ་དེ་དེ་འདྲ་འགྲོ་གི་རེད། ད་ལྟིང་ངེ་ང་རང་གིས་བདེན་པ་ཞུ་གི་རེད་བསམ་གྱི་འདུག་གནས་ཚུལ་ག་འདྲའི་ཅིག་ཐོག་ལ་ཡང་ཅིག་དྲི་བ་བཏང་ཡ་ཅིག་དང་དོགས་པ་བསླངས་ཆེད་དཔྱད་པ་མ་བྱས་ན

བགྲོ་གླེང་དང་གོ་བསྡུར་བཅས་ཀྱི་སྡིངས་ཆ་ཅིག་ཆགས་འགྲོ་གི་རེད་བསམ་གྱི་འདུག་ཨ་འདིའི་མཛའ་སེང་གེ་རྣམ་པ་གང་ཐུག་ཐུག་ཅིག་འདི་ལ་འཛུལ་ཞུགས་གནང་རོགས་གནང་ཞུ་ཡ་ཡིན། ཨོ་ད་རེང་ད་ང་ཡི་ད་མིག་སི་ཏི་གང་ལྟ་ཞུ་ཡ་མི་འདུག་ཨ་ནི་ཚང་མ་གི་བགྲོ་གླེང་འདི་ཚང་མ་གི་དེ་ལ་དོ་སྣང་བྱེད་རོགས་གྱིས་ཨ་ནི་དྲི་བ་མང་ཟིག་རོགས་སུ་སུ་གི་དྲི་བ་མང་ཟིག་བཏང་རོགས་གྱིས་གསལ་ཞུ་ར་ད་གང་ལྟར་དྲི་བ་བཏང་ཡ་གི་ག་ལེ་ག་ལེ་ང་ཚོ་བོད་པ་གི་ཁྱིམ་ཚང་ནང་ལ། དོགས་སློང་དང་དྲི་བ་དང་ཡི་གེ་དེ་གི་ཁའོ་ཕྱིར་རིག་གཞུང་ཅིག་ཤིག་ཆེན་པོ་ཡོང་ཐུབ་ཡ་གི་རེ་བ་ཡོད་ད། མར་བས་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས། ལགས་སོ།
བཀྲ་ཤིས་བདེ་ལེགས་ཐུགས་ཆེ་ན།